ཕུག་པའི་ནང་གི་མི་ཚེ། ཤོ་རྒྱག་པ་ནི་འུ་ཚང་དང་ཞིང་འབྲོག་ཁུལ་གང་སར་མཐོང་རྒྱུ་ཡོད་པ་ཞིག་ཡིན། རྩེད་མོ་དེ་ནི་དེ་འདྲའི་རྙོག་འཛིང་མེད། ཡིན་ནའང། དེའི་ཤོ་མིག་གང་དགོས་པར་རེ་ནས་འཁྲབ་ཚིག་ལྟ་བུའི་ཚིག་དུམ་བུ་ཞེས་བརྗོད་པ་དེ་ནི། བསྟོད་ཚིག་གམ། ཡང་ན་ཀུ་རེའི་སྐད་ཆ་དུམ་བུ་ཞིག། ཡང་ན་དྲི་ཚིག་སོགས་ཡོད་པ་དེ་ལ་ཤོ་བཤད་དམ་ཤོ་སྐད་ཅེས་བརྗོད། གུང་ཐང་ལ་འགྲོ་མྱོང་ངམ། མི་ལ་རས་པ་བྱས་མྱོང་ངམ། དེ་ནི་ཤོ་བཤད་ཁྲི་འབུམ་ནང་གི་ཚིག་ཅིག་ཡིན། མི་ལ་རས་པའི་དུས་རབས་ནས་ད་བར་ལོ་ངོ་བརྒྱད་བརྒྱ་དགུ་བརྒྱ་ཙམ་འདས་པས། ཤོ་བཤད་དེ་ཡང་ལོ་ངོ་བརྒྱད་བརྒྱ་དགུ་བརྒྱ་ཙམ་གྲགས། ཤོ་བཤད་དེས་མི་ལ་རས་པ་དང་ལ་སྟོད་གུང་ཐང་གཉིས་དམ་པོར་བསྒྲིལ་ནས་མི་རབས་ཁ་ཤས་ཀྱི་སེམས་ངོས་སུ་ངེས་པ་བཟོས། ང་རང་ཡང་ཤོག་ཤེས་ཏེ་ཤུགས་ཀྱིན་གོ་དེ་སྔ་བློ་ཡུལ་དུ་རྗེ་བཙུན་མི་ལོ་རས་པའི་འཚོ་གནས་ཀྱི་ཁོར་ཡུག་ནི་གུང་ཐང་ཁོ་ན་རེད་སྙམ། ཡིན་ན་ཡང་རྗེས་སུ་ཁོང་གི་སྐུ་ཚེ་ཧྲིལ་པོར་རྒྱུས་ལོན་བྱེད་དུས་ཁོང་ཕེབས་མྱོང་བའི་ས་ཆ་ཧ་ཅང་མང་ལ་སྒོམ་སྒྲུབ་སྐྱོད་པའི་ས་ཆ་ཁོ་ན་མི་ཉུང་བ་ཞིག་ཡོད་པ་དང་མཐར་སྐུ་ཚེའི་འཕེན་པ་རྫོགས་ས་ཡང་ཤེས་ཡོད་ལ་ཡིན། རྗེ་བཙུན་མི་ལོ་རས་པ་ས་ཆ་གང་དུ་ཕེབས་རུང་ཁོང་ནི་ལ་སྟོད་གུང་ཐང་ལས་བྱུང་བ་ཞིག་ཡིན་པ་དང། དད་ལྡན་པ་རྣམས་ཀྱིས་ཁོང་ནི་སྡིག་པ་བཤགས་ནས་སངས་རྒྱས་པའི་དཔེ་མཚོན་ཞིག་ལ་བརྩི་བ་ཡིན། ཁོང་གིས་སྐུ་ཚེ་ཧྲིལ་པོར་དགོན་པ་མི་ཤིང་པ་དང་སྐྱིད་པོའི་ཁང་པའི་ནང་སྒོམ་ལ་མི་བཞུགས་པར་རྟག་ཏུ་དབེན་པའི་རི་ཁྲོད་དུ་སྒོམ་སྒྲུབ་ཁོ་ནར་བཞུགས་པ་དང། མགོ་ལུས་ཐོག་ནས་ཁོང་གི་ལྟ་གྲུབ་བརྒྱུད་སྤེལ་གནང། སྐམ་ཞིང་རིད་པ་དང་ཕྱག་གཡས་བསྙེན་ཆོག་གི་འགྲམ་དུ་བཏེགས་པ་ནི་རྗེས་རབས་པ་ཚོས་ཁོང་ལ་ཤིང་བལ། གཟུགས་བརྙན་ཡིན། དུམ་ཚིགས་འཆད་པར་གཞིགས་ན་ཕྱིས་སུ་མི་རྣམས་ཀྱིས་ཁོང་ལ་རྒྱས་བསྡུས་མི་འདྲ་བའི་རྣམ་ཐར་བརྒྱ་ལྷག་ཙམ་བྲིས་ཡོད་པ་ནི། ལོ་རྒྱུས་མི་སྣའི་རྣམ་ཐར་མང་ཤོས་སུ་གྱུར། མི་ལོ་རས་པའི་འཁྲུངས་གོ་དུས་མང་དུ་བྱུང་བས། རང་ཉིད་དངོས་སུ་ཁོང་ཕེབས་མྱོང་སར་རྟོག་ཞིབ་བྱེད་པར་འགྲོ་འདོད་ཀྱིས། ལོ་ཤས་ནང་ང་རང་ཁོང་གི་ཞབས་རྗེས་བཞག་གནང་བའི་ས་ཆ་ཁ་ཤས་ལ་ཕྱིན། ཡིན་ན་ཡང་གསང་བའི་སྒྲུབ་གནས་ཁག་ཅིག་ལ་བརྒྱུད་ཐབས་བྲལ། སྒྲུབ་གནས་ཁག་ཅིག་གཡང་གཟར་རི་བོའི་སྟེང་ཡོད་པས་ང་ཚོས་དབུགས་རིང་གཏོང་བཞིན་སྒྲུབ་ཁང་དེ་ཚོར་མགོ་བོ་གཏིང་ནས་རྒྱང་ལྟ་བྱེད་རྒྱུ་ལས་མ་འདས། ང་རང་རྗེ་བཙུན་མི་ལ་རས་པའི་གནས་དེ་དག་ལ་བསྐྱོད་པའི་དུས་ཚོད་གོ་རིམ་མེད་པས་ཁོང་གི་མི་ཚེའི་བརྒྱུད་རིམ་ཇི་བཞིན་མཐོང་དུས་རགས་རིམ་བརྗོད་རྒྱུ་རང་ཡིན། གཅིག། རྗེ་བཙུན་མི་ལ་རས་པ་ནི་སྙན་གྲགས་ཧ་ཅང་ཆེ་བས་ཐག་རིང་གི་རིག་གནས་ཤུལ་འཚོལ་བའི་ཡིད་ཀྱིས་དང་བ་བང་མེད་དུ་འགྲིམ་པར་བྱེད། སྤྱི་ལོ་ཉིས་སྟོང་གྱ་མེད་བཅུ་གཉིས་ལོའི་དཔྱིད་ཀར་ང་རང་སྐྱིད་རོང་དུ་བསྐྱོད་སྐབས་པེ་ཅིང་ནས་ཕེབས་པའི་རིག་གནས་ཡུལ་སྐོར་བ་འགའ་དང་མཉམ་དུ་ཕེབས། ང་ཚོའི་ས་ཚིགས་དང་པོ་ནི་རྗེ་བཙུན་མི་ལའི་འཁྲུངས་ས་སྐྱ་རྔ་རྩ་ཡིན། དེ་ཉིན་སྐྱིད་རོང་ཧུར་བསྲེས་ང་ཚོ་ཕེབས་རོགས་གནང། བུ་ཕུར་ཚེ་ནི་སྐྱིད་ཡུལ་ལྷ་རྩེ་ནས་ཡིན་ཀྱང་སྐྱིད་རོང་དུ་ལས་ཀ་ལོ་གཉིས་གསར་སྐྱེས་གནང་ཟིན། ཁོང་སྐྱིད་རོང་རྫོང་གི་ཡུལ་ཚན་ཁ་ཤས་ཀྱི་དྲུང་ཡིག་བྱེད་མྱོང་བས་ལམ་བར་གྱི་ཡུལ་མི་ཚོས་ཁོང་ལ་དྲུང་ཡིག་ལགས་ཞེས་འབོད་ཀྱང་བྱེད་ཀྱི་འདུག་ཁོང་ནི་ས་ཁོངས་རིག་གནས་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་ཞིག་ཡིན་པ་དང་ལས་ཟིན་དུ་སྐྱིད་རོང་སྐོར་གྱི་བརྩམས་བྱ་ཁ་ཤས་དུས་དེབ་སྟེང་སྤེལ་མྱོང་ཞིང་ལྷག་པར་མི་ལ་རས་པའི་སྐོར་གྱི་ཤོད་རྒྱུན་མང་དུ་མཁྱེན། རྐྱང་ཚང་ནི་རྫོང་ནས་སྤྱི་ལེ་བཅུ་ཙམ་བརྒྱུད། རླངས་འཁོར་རྫོང་གནས་སའི་རྫོང་ཁ་ནས་སྐྱིད་རོང་རོང་གི་ཕྱོགས་སུ་བརྒྱུད། ཀྱག་ཀྱོག་གི་བཤུལ་ལམ་རིང་པོ་བརྒྱུད་ཅིང་གུ་དོག་པའི་རི་ལམ་ཞིག་ཏུ་ཚུད། འཕུར་རྩིའི་གཏམ་གྱི་སྒོ་མོ་ཡངས་པོར་ཕྱེ་བ་དང། ཀྱག་ཀྱོག་གི་ལམ་དུ་མི་ལ་རས་པའི་སྐུ་ཚེའི་སྒྲུང་གཏམ་སྙན་ཞིང་བགྲོད་དཀའ་བའི་སྣང་བ་དེ་ཡང་ཕ་མཐའ་ལ་ཡལ། རླངས་འཁོར། མཐའ་བཞི་རི་འོད་བསྐོར་བའི་ཐང་གཞུང་ཞིག་ཏུ་འཛུལ་རྗེས། འཕུར་ཚིག་དེ་ནི་རྗེ་བཙུན་མི་ལོ་རས་པའི་སྐུ་འཁྲུངས་སའི་རྐྱང་རྔ་རྩ་ཡིན་པར་བརྗོད། བྲག་ཞུར་ནང་དུ་རླུང་བུ་འུར་འུར་དུ་བཏང་བ་དང་རླུང་བུའི་ཁྲོད་དུ་བྱ་ཁྱུང་ཀའི་སྒྲ་སྒྲོག་ཡོང། ཀའི་སྒྲར་བཅག་སྟེ་ནམ་གུང་དུ་ལྟ་སྐབས། ཨ་སྔོན་རྣམས་ནི་བྲག་ཞུར་སྟེང་ལ་གཡོགས་པའི་ཡོལ་བ་དང་མཚུངས། དྲུག་ཞུར་རྒྱུད་རྒྱུག་པའི་ཚོམ་བུ་ནི་ཤེལ་ལྟར་དྭངས་ཤིང་ཤག་ཤག་གི་སྒྲ་དང་ལྡན། དྲུག་ཞུར་ན་བཟོ་ལྟ་མི་གཅིག་པའི་ཞིང་ཐང་ཁ་ཤས་ཕུད། ཤར་ནུབ་ཀྱི་མཚམས་སུ་ཁ་གཏད་དུ་གནས་པའི་ཁང་རུལ་གཉིས་མཆིས། ཕུར་ཚེས་ང་ཚོར་བརྗོད་པ། ཤར་གྱི་ཁང་གོག་ནི་མི་ལ་རས་པའི་ཨ་ཁུའི་ཁྱིམ་གྱི་ཤུལ་ཡིན་ཞིང་དེ་ལ་ལྷ་ཁང་དམར་པོ་བྱོས་པ་དང། ནུབ་ཀྱི་ཁང་གོག་ནི་རྗེ་བཙུན་མི་ལའི་ཕ་མའི་ཁྱིམ་གྱི་ཤུལ་ཡིན་ཞིང་དེ་ལ་ཀ་ཤི་དུང་སྐྱེས་ཟེར། ངས་མི་ལོ་རེ་པའི་རྣམ་ཐར་བཀླགས་པ་ལས་ཁོང་གི་ཕ་ཡུལ་དུ་མི་མང་པོ་ཞིག་ཡོད་པ་དང་དུད་ཁྱིམ་ཡང་ཧ་ཅང་མང་པོ་ཡོད་པ་ཞིག་ཡིན་ན་ཡང་འདིར་ཁང་པ་གཉིས་ཀྱི་ཞིག་རུ་ལས་མེད་པ་གང་ཡིན་ནམ། པུར་ཚིགས་བརྗོད་པར་ས་ཆ་དེ་གར་གཡུར་དུས་ཆུ་སྣོད་ཆེ་བས། རི་ལྡེབས་སུ་ཁང་པ་བརྒྱབ་སྟེ་ཡུལ་མི་ཚོ་དེ་གར་གནས་སྤོས་བྱས་ནས་ཆུ་གཉིས་ལས་རིང་དུ་བྲལ་ཟིན་ཅེས་ངོ་སྤྲོད་བྱས། ང་ཚོ་གཏམ་གླེང་ལ་གནས་སྐབས་དེར་ཏག་ཏག་རྒྱང་རིང་ནས་ལུག་རྫི་བ་དར་མ་ཞིག་ང་ཚོའི་ཕྱོགས་སུ་ཡོང། ང་ཚོ་ཕན་ཚུན་བགྲོ་གླེང་བྱེད་བཞིན་པའི་ངང་རྗེ་བཙུན་མི་ལོ་རས་པའི་དུས་སྐབས་དེའི་ནང་དུ་སླེབས་བྱུང། མི་ལོ་རས་པ་གུང་ཐང་གི་ཡུལ་མིར་གྱུར་བ་ནི་ཁོང་གི་ཕ་མེས་ཀྱི་དུས་སྐབས་ནས་གླེང་དགོས། ཁོང་གི་ཕ་མེས་སེང་གེ་རྡོ་རྗེ་རང་ཡུལ་དུ་འཚོ་བ་འཁྱོལ་ཐབས་བྲལ་ཏེ་ཕ་དང་མཉམ་དུ་གུང་ཐང་སྐྱ་རྔ་ཙར་ཕེབས། སྐྱ་རྔ་ཙར་ནི་མཐའ་བཞི་རི་བོས་བསྐོར་བའི་ལུང་ཤུར་རིང་པོ་ཞིག་ཏུ་གནས་པའི་ས་ཞིང་ཉུང། ཡིན་ནའང་ཆུ་རྒྱུད་དེ་ནས་ནུབ་ཏུ་སོང་ན་འཁྲུག་ཆ་དོད་པའི་བལ་བོད་མཚོ་ལམ་དུ་སླེབས་ཐུབ། ལྷན་སྐྱེས་ཚོང་གི་ཤེས་རབ་ལྡན་པའི་སེང་གེ་རྡོ་རྗེས་ས་དེར་འཚོ་གནས་བྱེད་རྒྱུར་སེམས་ཐག་བཅད། ཁོང་གིས་ས་གནས་དེ་གའི་ཡུལ་སྲོལ་ཉོས་ཏེ་ཚོང་འགྲུལ་བ་དང་འཚོ་བའི་མཁོ་ཆས་སྤྱད་པས་འཚོ་བ་རིམ་བཞིན་གྲ་རྒྱས་སུ་སོང་སྟེ་ས་ཞིང་ཉོས། དེ་རྗེས་མུ་མཐུད་མི་རྣམས་ཡིད་སྨོན་པའི་ཁང་པ་ཀ་བཞི་སྟོང་བརྒྱད་བརྩིགས། སེང་གེ་རྡོ་རྗེའི་ཁྱིམ་སོ་ཟིན་པའི་རྗེས་བུ་ཞིག་སྐྱེས་པ་ལ་མི་ལོ་ཤེས་རབ་རྒྱལ་མཚན་ཞེས་བཏགས། བུ་ནར་སོན་རྗེས་ཕ་ཤུལ་བུ་རྫུན་གྱིས་ཚོང་ལས་གཉེར་ནས་ཁོང་ཚང་དུ་ནོར་མང་དུ་བསགས། གཞོན་ནུ་མ་ཚོའི་འབྱོར་ཕྱུག་གི་ཁྱིམ་ཚང་དེར་བག་མར་འགྲོ་རྒྱུར་རེ་འདོད་ཆེ། མི་ལ་ཤེས་རབ་རྒྱལ་མཚན་ལོ་ཉི་ཤུ་ལ་ཕེབས་པ་དང་ཕས་ཁོང་ལ་ཡུལ་དེའི་རུས་ཉང་གི་བུ་མོ་ཉང་ཚ་དཀར་རྒྱན་ཁྱིམ་གྱི་ཐབ་ལ་བསུས། ཀ་བཞི་དུང་སྐྱེས་ཀྱི་བདག་མོ་གསར་པ་ཉང་ཚ་དཀར་རྒྱན་ཁྱིམ་ཐབ་སྐྱོང་མཁས་པ་དང་ཁོང་ཚང་གི་ཚོང་ཡང་རྒྱ་ཇེ་ཆེར་སོང། སྐྱ་རྔ་ཙར་མི་མོའི་རང་སྐྱིད་ཀྱི་ཁྱིམ་ཚང་དུ་གྱུར། ཡུན་རིང་མ་སོང་བར་ཉང་ཚ་དཀར་རྒྱན་ལ་བྱིས་པ་ཡིད་དུ་འོང་བ་ཞིག་སྐྱེས། སྐབས་དེར་མི་ལ་ཤེས་རབ་རྒྱལ་མཚན་མཆིས་ལ་ཚོང་དུ་ཐོན་པ་དང་སྐབས་ཀྱི། ཉང་ས་དཀར་རྒྱན་གྱིས་མི་གཞན་ལ་གཏམ་བཟང་དེ་བསྐུར། རེ་བར་ཁོང་གང་མགྱོགས་ཕྱིར་ཕེབས་ནས་བུ་ལ་མིང་འདོགས་དགོས་པའི་རེ་བ་བཅོལ། མི་ལ་ཤེས་རབ་རྒྱལ་མཚན་གྱིས་གཏམ་བཟང་དེ་ཐོས་རྗེས་ཤིན་ཏུ་དགའ་ནས་ངའི་བུ་ལ། ཐོས་པ་དགའ། རུ་ཐོགས། ཞེས་གསུངས། ཐོས་པ་དགའ་ནི་བརྩམས་ཆོས་དེའི་ནང་གི་མི་སྣ་གཙོ་བོ་མི་ལ་རས་པ་ཡིན། ཁོང་ལ་སྔ་རྗེས་སུ་ཐོས་པ་དགའ་དང། ཨ་ཕོ་མཐུ་ཆེན། མི་ལ་རས་པ་ལ་སོགས་པའི་མིང་ཡོད། ཡིན་ན་ཡང་མི་ལ་རས་པ་ཞེས་པའི་མཚན་དེ་གྲགས་ཆེ་བ་དང་ད་བར་དུ་འཁྱོལ་བར་གྱུར། ཕས་སྔ་ས་ནས་ཐོད་པ་འགས་མེད་ཕྱིར་འཆར་འགོད་གནང་བ་འདི་བྱིས་དུས་ནས་ཁོང་ཚང་དང། གནས་བབ་མཚུངས་པའི་ཁྱིམ་གྱི་མཛེས་རྩེ་ཆུང་གཉེན་དུ་འགྲིག་པ་དང་ནར་སོན་རྗེས་གཉེན་སྒྲིག་བྱེད་རྒྱུར་གྲོས་འཆམ། ཐོད་པ་འགས་ལོ་བཞིའི་སྐབས་མ་ཉང་ས་དཀར་རྒན་ལ་མཇུག་མོ་དཔེ་ལྟ་མགོན་སྐྱེས་སྐྱེས་ཏེ་ཁྱིམ་མི་ཚང་མ་དགའ་སྟེ་དཔལ་ལ་རོལ། ཡིན་ན་ཡང་སྐྱིད་པའི་དུས་ཡུན་དེ་ཡུན་རིང་མ་གནས་པར་ཐོས་པ་འགའ་ལོ་བདུན་ལ་སླེབས་པའི་ལོ་དེར། ཡབ་མི་ལ་ཤེས་རབ་རྒྱལ་མཚན་སྙུང་གཞི་དྲག་པོ་ཞིག་གིས་མནར། ཡབ་ཀྱིས་རང་ཉིད་ཡུན་རིང་མི་འཚོ་བར་ཁོ་ཐག་ཆོད་ནས་ཡུལ་མི་ཁྱིམ་ཚེས་གྲགས་པ་ཀུན་འབོད་དེ། ཨ་ཁུ་དང་ཨ་ནེར་དེ་ལྟར་བསྒྲགས། ད་ལན་ནད་ཀྱིས་མི་གཏོང་བར་འདུག་ཅིང་བུ་ཕྲུག་དེ་ཚོ་ཀྱང་ད་ལྟ་ཆུང་འདུག་པས། ཁང་ཤིང་ནོར་དང་བཅས་པ་ཁྱེད་གཉིས་ལ་བཅོལ་བ་ཡིན། ཁོང་མ་སྨད་གསུམ་ལ་སྡུག་ཏུ་མ་བཅུག་ཅིག། བུ་དེ་ཁྱིམ་སོ་འཕེལ་བ་དང། རྫས་བཟི་དང་གཉེན་སྒྲིག་བྱེད་རོགས་ཞེས། ཁ་ཆེམས་ཀྱི་ཡི་གེ་རྒྱས་པར་བཞག་ནས་ཚེ་ལས་འདས། ཡང་མི་ལོ་ཤེས་རབ་རྒྱལ་མཚན་སྐུ་གཤེགས་ནས་ཡུན་རིང་མ་སོང་བར་ཕོ་ནོར་རྣམས་ཨ་ཁུས་ཀྱིས་མོ་ནོར་རྣམས་ཨ་ནེས་བྱས། ཐོད་པ་འགའ་མ་མས་གསུམ་གཡོག་ཏུ་བགོ་བ་སྟེ། དབྱར་ཞིང་ལས་བྱེད་དུས་ཨ་ཁུས་གཡོག། དགུན་བལ་ལས་བྱེད་དུས་ཨ་ནེས་གཡོག། གོས་ཧྲུལ་ལོ་ཏོག་བསྐྱར་བ་དང། ད་དུང་ཨ་ཁུ་དང་ཨ་ནེས་ཉེས་རྡུང་གཏོང་གི་ཡོད། ཐོད་པ་འགའ་ལོ་བཅོ་ལྔ་ལ་སོན་པའི་ལོ་དེར། མ་ཉང་ཚ་དཀར་རྒྱན་གྱིས་བདུད་རྩིའི་ཆང་བཙོས་ནས་ཨ་ཁུ་དང་ཨ་ནེས་གཙོ་བྱས་པའི་ཉེ་ཉེ་འཁོར་བཅས་གདན་དྲངས་ནས་ཐོད་པ་འགའ་ལོ་བཅོ་ལྔར་སླེབས་ནས་ཁྱིམ་སོ་ཟིན་པའི་དུས་ལ་སླེབས་པས་རྫས་རྩི་སྣ་མར་བསྲོས་ནས་ཡབ་ཀྱི་ཞལ་ཆེམས་བཞིན་ཕ་ཤུལ་བུ་འཛིན་བྱེད་དུ་འཇུག་པར་ཞུ། ཞེས་ཞུས། ཨ་ཁུ་དང་ཨ་ནེ་གཉིས་ཀྱིས་དེ་ལྟར་ཐོས་རྗེས་ཁྲོ་འཚུབ་ཀྱི་ངང། ཁྱེད་ཚོའི་ནོར་དེ་དག་ངེད་ཀྱིས་གཡར་བཏང་བ་ལ། ལོ་དེ་དག་ལ་སྡུག་སྨྲས་ཚོ་ལྟོ་གྲི་མ་བསད་པར་གསོད་པ་ངས་རབ་ཡིན། ཞེས་ཨ་མར་ཐལ་ལྕག་གིས་བརྡུང། ཨ་ཁུ། གལ་ཏེ་ཁྱེད་ལ་འཇོན་ནུས་ཡོད་ན། མང་ན་དམག་འགྲོ། ཉུང་ན་མཐོ་གཏོང། ཟེར་བཞིན་ཐོན་སོང། ཡུལ་མི་ཚོས་བདེན་དཔང་བྱས་རུང་ཨ་ཁུ་དང་ཨ་ནེ་ཁ་གྲགས་པའི་མི་ངན། མ་མྱང་ས་དཀར་རྒྱལ་ནི་མུ་བཞིན་མིག་ཆུའི་ཐིགས་པ་མུ་ཏིག་གི་འཕྲེང་ཞལ་ཕྱེས་པ་ལྟར་ལྷུང། ཞང་པོ་ན་རེ། བུ་དེ་ཡོན་ཏན་ཞིག་ལུབ་ཏུ་ཐོངས། ཁྱེད་རང་མ་སྨྲས། ངས་གསོད། ཉིན་གཉིས་པར་མཛེས་སེའི་ཕ་མས་ཐོད་པ་འགའ་ལ་གོས་ལྷམ་ཞིག་བྱིན་ནས། ནོར་མི་དག་རྩ་ཁའི་ཟིལ་པ་ཆགས་བ་ཡིན་པས་ནོར་མི་སྙམ་པ་མི་དགོས། དེ་ལས་ཡོན་ཏན་ཡག་པོ་ལབ། ཁྱེད་རང་ལ་གང་དགོས་པ་མཛེས་སེ་སྐྱིད་དུ་བཏང་ཆོག་ཅེས་བརྗོད། ནེ་ཙེ་ཀར་རྒན་གྱིས་ཞང་པོའི་གྲོད་ཁུ་བཞིན་ཐོད་པ་འགའ་གྲོང་ཆོག་ལ་ཤིན་ཏུ་བྲིན་པ་ཞིག་ཡོད་པ་དེ་ཀློག་ལབ་ཏུ་བཏང། ཉིན་ཞིག་ཐོད་པ་སྒ་དགེ་ལབ་གཉིས་དུད་ཁྱིམ་ཞིག་ལ་སྤྱན་དྲང་བ་དང་སྐུ་འདྲི་ཞབས་ཏོག་གང་ལེགས་ཞུས་པས་ཐོད་པ་སྒ་ཡང་ཅུང་ཟད་ར་ཟེར་བས་ལམ་བར་གླུ་ལེན་བཞིན་བསྐྱོད། དེ་དག་ཨ་མས་མཐོང་ནས་ལག་པ་གཡས་སུ་གཡོགས་པ་ཞིག་གིས་ཡོད་མར་ཐལ་བ་འབར་གང་གིས། ངས་མ་སྨྲས་འདུག་པ་ས་ཐོག་ན་མེད་པ་ལ། ཁྱིས་གླུ་ལེན་པ་དྲན་པ་རང་འདུག་གམ། ཨ་ཁུ་དང་ཨ་ནེ་ནོར་ཡོད་ཚད་འཕྲོག་པ་ཁྱེད་ཀྱི་བརྗེད་པ་རེད་དམ། ཁྱེད་ལོག་ལོག་ཏུ་བཏང་བ་ལ་རིག་པ་འགྲིམ་རྒྱུ་མེད་པ་དེ་འདྲས་གང་ཡིན་ནམ་ཞེས་ཐལ་བ་དེ་གདོང་ལ་བཏབ། གཡོག་པ་དེ་སྒོ་ལ་བརྒྱབ། ཐོད་པ་ཀས་ངུ་བཞིན་ཨ་མ་ལ། ཨ་མ་ཁྱེད་རང་གིས་གསུངས་པ་བདེན། རྒྱུན་དུ་ངས་དེ་ལྟར་བློ་ལ་ངེས་ནས་གློག་ཧུར་ཐག་སྦྱོང་གི་ཡོད། དེ་རིང་ཅུང་ཟད་ར་བཟི་བ་དང་སེམས་ནང་གི་སྐྱོ་བ་དེ་དག་གླུ་རུ་བླངས་པ་ཡིན། རྗེས་སུ་ཆང་ཐིགས་པ་གཅིག་ཀྱང་ཁ་ལ་རེག་གི་མིན། ཨ་མ་དགོངས་པ་དྭངས་པ་གནང་རོགས་ཞེས་མ་སྨྲས་དམ་པོར་བསྡམས་ནས་ངུས། ཨ་མ་ན་རེ། ཁྱེད་ཀྱིས་སྟེང་དུ་བེར་གྱོན། འོག་ཏུ་རྟ་ཞོན་པའི་སྒྲ་དེ་ཚོས་གཉའ་ཐོག་གནོན་པ་ཆགས་པའི་རེ་བ་ཡིན། དེ་རང་མི་འོང་ན། ད། དུ་དེ་གསེར་གསུམ་མཐར་ཕྱིན་པ་ཞིག་ལབ་ནས། ཨ་ཁུ་དང་ཨ་ནེས་གཙོས་པའི་ཡུལ་མི་ཁྱིམ་མཚེས་རང་རེ་མ་སྨད་ལ་སྡུག་པོ་གཏོང་མཁན་འདི་ཀུན། རྩ་བ་དགུ་བརྒྱུད་ནས་རབས་ཆད་པ་ཞིག་འདོད་དེ། ཨེ་འོང་ལྟོས་དང་ཟེར། མི་རིང་བར་ཨ་མས་ཞིང་ཁའི་གྲལ་པའི་སྟེང་ཆུང་ཆེས་བཙོངས་པའི་རིང་ལ། གཡུ་དཀར་ཆེན་འོད་འཕྲོ་བ་ཞིག་དང་རྟ་བཟང་པོ་ཞིག་དང་དངུལ་ཁ་ཤས་བཅས་བླངས་ཏེ་ཐོད་པ་ག་ལ་གོས་ལམ་གསར་པ་རེ་བཟོས་པ་དང་རྩམ་པ་ར་སྒྲིག་བྱས། མ་བུ་གཉིས་ལ། དབུས་གཙང་ཕྱོགས་སུ་ཐུག་དང་ཆོས་བསླབ་ཏུ་འགྲོ་བ་ཁ་ཤས་ཁྲིད། ཨ་མས་ཐོད་པ་ག་ལ་སྐྱེས་ཆང་བཏེགས་པ་དང་མིག་ཆུ་གཏོང་བཞིན། ཁོ་ཚོ་གཅིག་ཕྲུག་རང་དགར་རྒྱག་པའི་ཐུགས་ཡིན་པར་འདུག། འུ་ཅག་མ་མས་སྡུག་ཐུག་པའི་ཐུགས་ཡིན་པས། ཁྱོད་སྙིང་རུས་སྐྱེས་ཤོག་ཟེར། ཐོད་པ་འགས་ཨ་མའི་ཕྱོགས་སུ་ཕྱིར་མིག་ཡང་ཡང་བལྟ་བཞིན་དབུས་གཙང་ཕྱོགས་ཀྱི་ལམ་ལ་ཞུགས། དུམ་བུ་དེ་ནི་སྒྲུང་གི་མགོ་ཡིན་པ་དང། རྩོམ་པ་པོས་མི་ལོ་རེ་བ་འཇིག་རྟེན་འཚོ་བའི་རོ་བྲིས་མྱོང་བའི་སྐྱེ་བོ་ཕལ་པར་གཞིགས་ནས་བྲིས་ཡོད། དེ་རྗེས། མི་ལོ་རེ་བ་ཡུལ་གང་དུ་ཐུག་སློབ་པར་བསྐྱོད་ཡོད་དམ། གཉིས། མི་ལ་རས་པའི་ཞབས་རྗེས་དེད་ནས་ཡོད་སྐབས་ཧང་སངས་དགོས་པ་ཞིག་ལ་ཁོང་གིས་མཐུ་སྦྱངས་གནང་ས་ནི་ལྷ་ས་ནས་གཞིས་ཀ་རྩེའི་གཞུང་ལམ་འགྲམ་གྱི་རི་ལྡེབས་ཤིག་ཏུ་འདུག་པ་དང། ང་རང་ལམ་དེར་གྲངས་མེད་བསྐྱོད་མྱོང་ཡང་དེ་སྔོན་ཧ་མི་གོ། རི་རྒྱུད་དེ་ནི་རིན་སྤུངས་རྫོང་དམུ་གྲོང་ཚོའི་ཁོངས་སུ་གཏོགས། ངའི་སློབ་གྲོགས་མིག་བུན་གྱིས་ང་རང་མི་ལ་རས་པའི་མཐུ་སྦྱངས་སའི་ས་ཆར་རྟོག་ཞིབ་བྱེད་དུ་བསྐྱོད་རྒྱུ་ཡིན་པ་ཤེས་རྗེས་ང་དགའ་ཟླའི་གསང་སྔགས་ཆོས་གླིང་དུ་ཁྲིད་བྱུང། དེ་ནི་གནའ་བོའི་དགོན་པ་ཞིག་ཡིན་པ་དང། དགོན་དེ་ཐོག་མར་ཨོ་རྒྱན་ཆོས་སྡེ་གླིང་ཞེས་གྲགས་ཤིང་དེ་གར་རྟེན་གཙོ་ཕུར་བུ་ཞིག་འདུག་ཕུར་བུ་དེ་ནི་ཁུ་ལུང་ཡོན་ཏན་རྒྱ་མཚོའི་ཕྱག་མཚན་ཡིན་པ་དང། ཁོང་གིས་ཕུར་བུ་དེ་ལ་བརྟེན་ནས་གསོལ་བ་མཛུབ་ཁྲིད་བྱས་པར་གྲགས། ང་ཚོ་སྣེ་ལེན་བྱེད་མཁན་དགེ་འདུན་གྱིས་མི་ལོ་རེ་བར་རྒྱུས་ལོན་བྱེད་དགོས་ན། ཁུ་ལུང་ཡོན་ཏན་རྒྱ་མཚོར་རྒྱུས་མངའ་མ་བྱས་ན་ག་ལ་འགྲིག། ཁུ་ལུང་དུ་མ་བསྐྱོད་ན་ག་ལ་འགྲིག་ཅེས་གསུངས། ངས་བྲིས་ཚུགས་ཀྱི་ངང་ཁོང་ལ། ཁོ་མོ་ཤི་བའི་ས་ཆ་དེ་གང་དུ་ཡོད་ཅེས་དྲིས་པས། ཁོང་གིས་རྒས་བཞིན་མདུན་ཕྱོགས་ཀྱི་གྲོང་ཚོར་མཛུབ་མོ་བཙུགས། མིག་ཕུན་གྱིས་དགེ་འདུན་པ་དེར་ང་ཚོའི་སྣེ་ཤན་ཕྱེ་རོགས་ཞེས་ཞུས་ཏེ་ཀུ་ལུང་ཕྱོགས་སུ་བསྐྱོད། ང་ཚོའི་རླངས་འཁོར་དགོན་པ་གནས་སའི་རི་ཁུག་ནས་ཐོན་ཏེ་ལྷ་གཞིས་གཞུང་ལམ་སྟེང་ཏོག་ཙམ་བསྐྱོད་རྗེས། ཁུ་ལུང་གྲོང་ཚོར་འབྱོར། དགེ་འདུན་པའི་ཐད་ཀར་ང་ཚོ་གྲོང་ཚོའི་དུད་ཁྱིམ་ཞིག་ཏུ་འཁྲིད། དུད་ཁྱིམ་དེའི་སྒོ་འགྲམ་དུ་ལྗོན་པའི་གྲིབ་བསིལ་གྱི་གཡོ་བ་དང་ཆུ་ཕྲན་ཤག་ཤག་ཏུ་བསྐྱུར་ཏེ་ཞིང་པའི་གྲོང་གི་མདངས་ཉམས་མངོན། ང་ཚོ་ཁྱིམ་དེའི་གཡབ་འོག་ཏུ་བསྡད་ཅིག་དགེ་འདུན་པ་དེས་སྦྱིན་བདག་ལ་ང་ཚོའི་ཡོང་དོན་བརྗོད། སྐྱེས་པ་དར་མ་དེས་འབུ་ཁང་ནང་འཛུལ་ཏེ་ཤེལ་སྒྲོམ་བསྒྲིགས་པའི་ཤིང་སྒམ་ཆུང་ངུ་ཞིག་ཁྱེར་ཡོང། ངས་ཚུར་བླངས་ནས་ལྟ་སྐབས་ཤེལ་ནི་སྒྲོག་ལ་ཉེ། སྒམ་ཆུང་དེའི་ནང་མིའི་སྐྱིན་འཛུམ་སྐམ་པོ་ཞིག་འདུག་ངས་མགོ་མ་ཚོས་པའི་མིག་མདངས་སྦྱིན་བདག་ལ་འཕེན་སྐབས་སྦྱིན་བདག་གིས་གང་མྱུར་འདི་ནི་བྱིན་ཏིང་ཁྱད་པར་བ་ཞིག་སྟེ་ཁུ་ལུང་ཡོན་ཏན་རྒྱ་མཚོའི་ཕྱག་མཛུབ་རེད་ཅེས་བརྗོད། དེ་ལྟར་བརྗོད་པ་དང་དེ་བས་ལྐོག་གྱུར་བསྟན་པར་གྱུར། ང་རང་ཁུ་ལུང་ཡོན་ཏན་རྒྱ་མཚོའི་སྐོར་ལ་རྒྱུས་མངའ་བྱེད་འདོད་ཀྱི་འདུན་པ་སྔར་བས་ཆེ་ཆེར་སོང། སྦྱིན་བདག་གིས་ང་ཚོ་ཁུ་ལུང་ཡོན་ཏན་རྒྱ་མཚོའི་སྒྲུབ་ཁང་དུ་འཁྲིད།